ད་བླ་སོགས་སུ་ད་ཅི་ལབ་ཐུབ་ཀྱི་རེད། ཅེས་དད་མོས་ཟིང་ངེ་རུ་བྱེད་ཀྱི་ད་ང་ཆ་དེ་དུས་བཙལ་ནས་ད་གང་ད། དེའི་སྟེང་གི་གདོང་ལ་ཡར་བསམ་བློ་བཏང་དུས་འོ་ད་ང་ད། ཚེ་རིང་པོ་བསྡད་དགོས་ཧ་བྱུང་སོང་བསམ་པ་རུ་བྱེད་ཀྱི། བོད་རྒྱ་ཆེ་མི་མང་གིས་ཅེས་བློ་བཞག་ས། བློ་གཏད་ས། ཨེ་འཚུ་ས་དེ། བོད་ཀྱི་སངས་རྒྱས་ཀྱི་བསྟན་པ། ད་བོད་ཀྱི་རིག་གཞུང། ད་གང་ད་ངའི་མིང་གི་ཐོག་ནས་ཅིག་ད་འཕེན་གྱི་ཡོད་རེད་པ་ད། ད་ལྟ་སྔ་མོ་ང་ཚོ་རྒྱ་གར་གླེང་དྲོ་དེ་བར་བོད་ཀྱི་ད་ཆོས་དང་རིག་གཞུང་ལབ་དུས་ཞི་རག་ཞི་རག་གི་དོ་སྣང་བྱེད་ཡོད་མ་རེད་ད་ང་ཚོ་དེ་རྒྱ་གར་ལས་དེ་འདྲ་གི་ཐོག་ནས་ད་འཛམ་བུ་ནི་ཅི་ལ་ཡང་ཅིག་ཟབ་རྒྱས་ཀྱི་སངས་རྒྱས་ཀྱི་བསྟན་པའི་ཟབ་རྒྱས་ཀྱི་གནས་དོན་དེར་ཏོག་ཅིག་གོ་བ་ལེན་ཡག་རེད་ཅེས་ཀྱི་ངས་ག་ལ་གང་བསམ་གི་ཞབས་འདེགས་བསྒྲུབས་ཡག་རེད་བྱས་ཙང་ང་ང་རེ་སེམས་ནང་རོགས་ལ་ཡག་ད་ངའི་མི་ཚེ་ཇི་ཙམ་གྱི་ད་རིང་པོ་ལོ་བརྒྱ་ཕྲག་བརྒྱ་ཕྲག་བརྒྱ་རེད་ཅེས་ཀྱི་ད་ཅི་ལྟའང་ད་ཏེ། ཀ་ཐོག་དགེ་ཚེ། ཀ་ཐོག་དགེ་ཚེ། ཨོ། དགེ་ཚེ་དཔེ་འདི་ལྟར་བཤད་ནས། རྒྱལ་དབང། སྐལ་བཟང་རྒྱ་མཚོ་ཡོད་པའི་གོ་ཐུག་གིས། འོ་ད་དེ། དགེ་ཚེ། སྤྲུལ་སྐུ་ཞིག་འདུག་ག། མཁས་པ་ཆེན་པོ་ཞིག་རེད་ཤག། འོ་ཁོང་གིས། ཕལ་ཆེར་ངའི་ལུང་བསྟན་རེད་ཟེར་ནས། ཀ་ཐོག་དགེ་ཚེ། ཨ་ན་ཤག་འགྲོ་མཁན་དེ་གིས་གསུང་གི་ཡོད་ལ། ད་དེ་བྱེད་དུས། ང་ཕལ་ཆེར། ལོ་བརྒྱ་དང་བཅུ་གསུམ། འཚོ་ཡག་ཅིག།

ཚེ་བཟང་སྙིང་རྗེས་ད་བོད་ཀྱི་སངས་རྒྱས་ཀྱི་བསྟན་པ། བོད་ཀྱི་རིག་གཞུང། ཅིག་ཡུན་དུ་གནས་ཡག་ལས་ཡག་ངའི་ཚེ་འདི། ཡུན་རིང་པོ་གནས་ཡག་ཅིག་གིས་ད། འབྲེལ་བ་ཞིབ་པོ་ཞིག་འདུག་ས་འདི་འདྲ་ཡིན་དུས་ངས་རྟག་པར་སྨོན་ལམ་བརྒྱབ་བསྡད་ཀྱི་ཡོད། ཁྱེད་རང་ཚོས་སྨོན་ལམ་རྒྱག་གི་ཡོད་རེད། ང་རང་ཚང་མ་ལོག་གི། ཅིག། ཅིག་ཧུ་ཐག་པ་ཐག་བྱས་བྱས་འདུག་ཟེར་རེད་ལ་ངའི་ངོས་ནས་ཧུ་ཐག་པ་ཐག་བྱས་ཀྱི་ཡོད། ཕལ་ཆེར་ལོ་བརྒྱ་དང་བཅུ་གྲངས་ཅིག་བསྡད་ཡ་ཕལ་ཆེར། གཏན་འཁེལ་བའི་སོར་བཞི་འདུག་ཨོ། ཨོ་འདུག་སྲིད་ཡིན། ཨན་ཁྱེད་རང་ཚོའི་སྨོན་ལམ་བསྐྱོན་ཤོག། ཡ། ཨེ་འདག་རེད།